སི་ཁྲོན་ནང་བསྟན་སློབ་གླིང་ལ་དགེ་རྒན་ལག་བསྟར་གྱིན་སོང་ན་རེད་དོ་གྲྭ་བཞིན་ཁ་ཡིན་ན་ཞིག་འདོག་གང་སྲིད་ན་སོང་ན་དགེ་རྒན་མང་བསྟེན་ནས་ད་རྒྱལ་ཁབ་རིམ་པའི་ཏང་སྲོལ་ར་གཅིག་ད་ཅིག་མང་དྲགས་སུ་ཡོད་ནས་ད་ཞང་ཆེན་གི་རིམ་པའི་ནང་གི་ར་ཡང་ད་སྐོར་མང་ཡ་ད་ཅིག་བཤད་ག་སོར་ཨང་དང་བོ་ཐོབ་ནས། འདས་པའི་མཐའ་མ་གྲྭ་བ་ཆོས་ཉོས་ཡིན་པ་བཞི་ཆོས་ཀུན་ནི་གཤམ་སྐོར་རྒན་དུ་བཀྲ་ནས་སི་ཁྲོན་བོད་རྒྱུད་ནང་བསྟན་སློབ་གླིང་དུ་སློབ་ཁྲིད་གནང་བ་ཕལ་ཆེར་ཡོད། ཤེས་རབ་ཀྱིས་དགོན་པའི་ནང་གི་ཡིད་གཟོས་བྱུང་བའི་དགོན་འདི་པ་ཡོངས་ཀྱི་ཆེད་དུ་ཆོས་ཀུན་གྱི་དྲུང་ནས་ཡིད་གཟོས་བྱུང་བ་དང་རྗེས་མར་ཁོང་གི་ཤའོ་རྒྱན་རྒྱུན་འཛིན་བྱེད་པའི་སེམས་ཐག་བཅད། ལོ་རྒྱུས་ཀྱི་ཆ་རྐྱེན་ལེགས་པར་བྱུང་བ་དང་ཡིད་གཟོས་བྱུང་ནས་རིག་གནས་ཕུན་སུམ་ཇེ་ཚོགས་སུ་གཏོང་བའི་བྱ་གཞག་ནི་ཁ་ཚ་དགོས་གཏུགས་སུ་གྱུར། ཁྱོད་ལ་སྔར་ནས་ཤེས་རབ་ལ་དྲི་ཚ་འཁྲབ་པའི་འདུན་པ་ཡོད་པས། གཞི་རྩའི་སྙུན་ཁ་བརྐོ་སྟངས་དང་དྲིས་ཀྱི་ཆ་ཤས་ལེགས་པར་འཁྲིད་ཅིག། ཤེས་རབ་ཀྱིས་ཀྱང་བཙན་པ་ཆེན་པོའི་གཞུང་བཙོན་གང་ལས་བཞེས་ཏེ་རྟོགས་པར་ཤི་རྨས་མཚོར་མེད་ངང་མཚན་གུང་བར་དུ་སླེབས་པ་རེད།
དེ་ལྟ་ངས་དུ་མ་སོན་དང་བརྒྱབ་ནས་ངས་དེ་སོང་ནས་དགོན་པའི་ནང་གི་ཚིག་གཟུ་གཙོ་བདེ་བ་བཞག་ནས་ཕྱིས་ཀྱི་དུ་འདྲ་ལོ་བསམ་ཐ་དད་དེ་ལྟ་བསམ་ནས་ཡང་དཀར་མོ་ཡི་སྣང་རྒྱབ་ཏུ་ཁ་ཁ་མེད་གི་ང་ཤ་དགོན་པའི་དགོན་པའི་ཆུང་ཆུང་རེད་ཉེ་རང་ཡང་རྒན་པར་གི་དེ་མི་སྦྱང་ནི་མེད་གི། ཡང་རོགས་ཧ་མུ་ཡ་བུ་ཚོང་ནས་མུ་གུ་ནང་བསྟན་སློབ་གླིང་གྲྭ་བ་མང་གི་དགོན་པའི་རང་མང་གི་གྲྭ་བ་ཡོད་གི་དེ་ནི་ཡང་ཁྱོད་ཁ་ཅིག་ཡིག་གཟུགས་ཡག་པ་འབྲི་ནི་རེད་དེ་བས་ཡང་དགོན་པའི་མང་ངམ་མི་མང་ཟིག་ཡང་ཅིག་ཕན་ཐོག་ནས་ཅིག་ད་དུ་ཅིག་བླ་མཁན་འདི་རུ་ཡིན་གྱི་དེ་མི་བསམ་ཐག་གི། ཡིག་གཟུགས་འདི་ཤོག་ཅིག་གཟོ་དགའ་བ་གཏོང་བ་ཡོད་ནི་མི་གཟིགས་ཡ་ཅིག་གཟོ་བསྐོ་ཐུབ་སོང་ན་ད་ཅིག་རིག་ནི་ར་ཡང་ཅིག་རང་བྱུང་གི་རང་རང་དུས་སྟངས་དགའ་སྤྲོ་བ་ཡོད་པའི་སྒོ་ནི་ད་ཅིག་སྦྱང་ཐུབ་ནི་དེ་མི་རེ་ལོག་རྒྱོ་རྒྱ་ལ་བསམ་དེའི་འཕྲོ་ནི་རང་རང་གི་ལུས་སེམས་གཉིས་ཀ་ལྷོད་པོའི་ངང་ནི་ཡིག་གཟུགས་བྲིས་ན་ད་ཡིག་གཟུགས་ཅིག་གཟོ་ཚད་དུ་འཛུལ་ད་རྒྱ་དག་བཟོ།

འདས་པའི་ལོ་རྒྱུས་ཀྱི་སྣང་བརྙན་མིག་གི་ལྟག་ཤར་མ་ཐུབ་ཀྱང། ཡིད་ཀྱི་སྟོབས་ལ་བརྟེན་ནས་སྔས་ཤོད་དྭངས་པའི་ཤེས་རབ་ནི་མིག་ལམ་དུ་མངོན་པའི་རྡོ་སྐུ་བཞིན་ལེགས་པར་མཇལ་ཐུབ་པས། འདས་སོང་གི་ལོ་རྒྱུས་ནི་དེ་འདྲའི་སྲུང་བ་ལྐོག་གྱུར་ཞིག་མ་ཡིན་པ་ལོ་ཟླའི་འགྱུར་ཁུག་གི་གྲལ་ནས་ལེགས་པར་རྟོགས་ཐུབ།
ཁར་ཁལ་མུག་གི་ནང་གཏན་སློབ་བླངས་པ་དེ་ཡིག་གཟུགས་ཀྱི་དགེ་རྒན་གྱི་དད་དོན་ནི་རེད་དེ། འོད་དེ་དགོན་པའི་ནང་ཡོང་རྒྱུར་ཅི་དགོས།

རྒྱན་པར་གའི་རི་དྭགས་བཅུ་ནི་རོ་འདེབས་ཀྱི་སྐུ་རུ་འགོད་ནི་རེད།
ཡིད་གཟུགས་ལ་ཐོག་མར་འཇུས་པ་ནས་ད་ལྟ་བྲིས་ཀྱི་དགེ་རྒན་ཞིག་ཏུ་གྱུར་བའི་བར་གྱི་ལོ་བསམ་བཞི་གི་ནང་དུ་ཤེས་རབ་ཀྱི་གོང་ཚིག་སྐབས་སུ་ཆོས་ཀུན་གྱི་འདི་ནས་བྱུང་བ་མ་ཟད་དུས་རྒྱན་གྱི་དྲ་ཐོག་ནས་བྱུང་བ་གང་ལེགས་བཤད་པ་རེད། ལོ་མང་པོའི་བཀའ་ལས་ཆུད་ཟོས་སུ་མ་བཏང་བར་བྲིས་ཀྱི་ཉམས་མྱོང་མང་པོ་བསགས་པས་ཁོང་གིས་དུས་རྒྱན་དུ་སློབ་མ་ཚོར་སྐུལ་མ་བཏང་བ་དང་སློབ་མ་ཚོ་ལ་གཞུང་འབྲེལ་ཡག་མོ་ཞིག་ཐོབ་རྒྱུ་ནི་ཁོང་གི་ཐོག་མའི་ཀུན་སློང་ཡིན་པ་རེད།

ངོ་ཚ་འདི་སློབ་ཁང་རེ་རེ་ཟིན་ཚུགས་ཀྱི་ཕྱོགས་ཀྱི་རྒྱ་ཡིག་ར་སྦྱང་རྒྱུ་ཡོད་རེད་དེ་རྒྱ་ཡིག་སྦྱང་རྒྱུ་ཡོད་ནི་རྒྱུ་མཚན་གྱི་རྒྱ་ཡིག་གི་ཡིག་གཟུགས་མཁན་དེ་བླན་ཐང་སོ་འདུག་དེ་འདི་རང་དེ་ངོ་ནས་རྒྱས་རེད་ད་རེང་བཞག་ཆ་ག་རང་དེ་ད་འོ་ཡིག་ཞིག་ཙམ་མ་ཡིན་པ་རྒྱ་ཡིག་གི་རང་ཡང་ཡིག་གཟུགས

ལས་ནོར་ཐིམ་ཟིན་དང།
ལོ་ཟླའི་འཁྲིད་ཕྱོགས་རེ་རེ་ན་རིག་གནས་ཀྱི་འཕོ་འགྱུར་དུ་གདོང་ཡོད་པས་ཡིད་གཟུགས་ལ་གཞུང་བ་གང་ལེགས་བཤད་པ་ནི་ཀུན་བཤད་ཀྱི་ཆ་ཤས་ཤིག་དང་ཉམས་ལེན་གྱི་རིམ་པ་ཞིག་ཡིན་པས། ཤེས་རབ་ཀྱིས་བཤད་མགོ་བསྒོམས་པའི་ཡིད་གཟུགས་ཀྱི་ཕྱོགས་རྒྱས་ལེགས་པར་ཤོང་བ་དང། རང་གི་ཤེས་རབ་དང་རྩལ་ལ་བརྟེན་ནས་རྒྱལ་བ་བྱང་ཆུབ་ཀྱི་ལམ་ཁ་ནས་འགྲོ་བར་འགྲོ་བའི་ཁུར་ཆེན་འཕྲོག་ཏུ་བཞེས་པ་རེད།